དེ་ནས་ཡོངས་གྲུབ་ཀྱི་དབྱེ་བ་ལ་དགུ་གསུངས་པ་རེད། ཡུམ་བརྒྱད་པ། ཡུམ་བརྒྱད་པ་ལབ་ན་སྟོང་ཕྲག་བརྒྱ་པ་གི་སྐབས་སུ་ཡོངས་གྲུབ་ཀྱི་དབྱེ་བའམ་ཡང་ན་སྟོང་པ་ཉིད་ཀྱི་རྣམ་གྲངས་དགུ་གསུངས་ཡོད་པ་རེད་ལབ་པ་རེད། སྤྱིར་ན་ཡུམ་བརྒྱད་པ་ལ་སོགས་པ་ཤེར་ཕྱིན་གྱི་མདོ་རྣམས་ཀྱི་སྐབས་སུ་སྟོང་པ་ཉིད་ཀྱི་རྣམ་གྲངས་མཐའ་ལས་འདས་པ་གྲངས་ལས་འདས་པ་ཅིག་གསུངས་པ་རེད། དཔེར་ན་འབྲས་རྐང་བརྒྱ་རྩ་བརྒྱད་ཟེར་བ་ཅིག་ཡོད་པ་རེད། གཟུགས་གནས་རྣམ་མཁྱེན་གྱི་བར་གྱི་འབྲས་རྐང་བརྒྱ་རྩ་བརྒྱད་ཀྱི་ཆོས་ཐམས་ཅད་ལ་སྟོང་པ་ཉིད་རེ་རེའི་རྟེན་ཡོད་པ་རེད། ཡིན་ཙང། ཀུན་རྫོབ་ཀྱི་ཆོས་ཇི་ལྟ་བ་ཞིག་ཡོད་པ་ཡིན་ན། དོན་དམ་གྱི་ཆོས་སྟོང་ཉིད་ཀྱི་ཆོས་ཡང་དེ་ལྟ་བུ་ཅིག་ཡོད་པ་རེད། ཨོ་ཡིན་ན་ཡང་སྐབས་འདིར་དགུ་གསུངས་པ་དེ་དེ་བཞིན་ཉིད་ཡིན་ཟེར་བ་དེ་འཇིགས་མེད་ཡོངས་གྲུབ་ཟེར་བ་དེ་རེད། མ་ནོར་བའི་དེ་བཞིན་ཉིད་ཟེར་བ་དེ་ཕྱིན་ཅི་མ་ལོག་པའི་ཡོངས་གྲུབ་ཟེར་བ་དེ་རེད། གཞན་མིན་པའི་དེ་བཞིན་ཉིད་ཟེར་བ་དེ་འགྱུར་བ་མེད་པའི་ཡོངས་གྲུབ་ཟེར་བ་དེ་རེད། ད་ནི་ཆོས་ཉིད་ཟེར་བ་དེ་ངོ་བོ་ཉིད་མེད་པའི་ཡོངས་གྲུབ་ཟེར་བ་དེ་རེད། ད་ནི་ཆོས་ཀྱི་དབྱིངས་ཟེར་བ་དེ་རྣམ་བྱང་ཆུབ་ཀྱི་རྒྱུ་ཡོངས་གྲུབ། རྣམ་བྱང་ཆུབ་ཀྱི་རྒྱུ་ཟེར་ན་རྣམ་བྱང་ལམ་ན། ཐར་བ་དང་འགོག་བདེན་དམ་ཆིངས་རྗེན་པ་ལ་སོགས་པ་ལ་རྣམ་བྱང་ཟེར་གྱི་ཡོད་པ་རེད་རྣམ་བྱང་གི་རྒྱུ་རེད་ལབ་དེ་ཐོབ་ར་ཐོབ་བྱེད་ཀྱི་རྒྱུ་རེད། དམ་ཆིངས་རྗེན་པ་ཐོབ་བྱེད་ཀྱི་རྒྱུ་རེད། དེ་རེད་དེ་ཡོད་པ་རེད་བ་སྟོང་པ་ཉིད་བསྒོམས་ནས་ཐར་བ་ཐོབ་དགོས་ཀྱི་རེད་སྟོང་པ་ཉིད་བསྒོམས་ནས་སངས་རྒྱས་དགོས་ཀྱི་ཡོད་པ་ཡིན་ཙང་སྟོང་པ་ཉིད་ཡང་ན་ཡོངས་གྲུབ་དེ་རྣམ་བྱང་ཐོབ་པའི་རྒྱུ་རེད། ད་ནི་ཆུ་གནས་པ་ཉིད་ལབ་སྟེ་དུས་ཐམས་ཅད་ཀྱི་ཡོངས་གྲུབ་ཟེར་ཆུ་སྐྱོན་མེད་པ་ཉིད་ཟེར་བ་དེ་ཕྱིར་མི་ལྡོག་པའི་ཡོངས་གྲུབ་ཟེར། ཡང་དག་པའི་མཐའ་ཟེར་བ་དེ་དེ་ཁོ་ན་ཉིད་ཀྱི་ཡོངས་གྲུབ་ཟེར། བསམ་གྱིས་མི་ཁྱབ་པའི་དབྱིངས་ཟེར་བ་དེ་རྟོག་གེ་ལས་འདས་པའི་ཡོངས་གྲུབ་ཟེར། ཨོ་དེ་འདྲ་གི་རྣམ་གྲངས་དགུ་ཅིག་གསུངས་པ་རེད། འདིའི་ཚིག་རེ་རེ་རེ་རེ་གིས་དོན་དག་ཞིབ་ཚགས་ཀྱིས། འགྲེལ་བཤད་བརྒྱབ་ཀྱང་ཤེས་གི་མི་འདུག་ལ། ནི། དེ་དག་ལ། འགྲེལ་བཤད་འདྲ་བོ་དེ་འདྲའི་སྐད་ཆ་མང་པོ་མང་པོ་བཤད་ན་དགོས་པ་ཡང་ཆེན་པོ་ཡོད་པ་མ་རེད་བསམ་གི་འདུག། དེ་ནི་གུན་དག་དང་གཞན་དབང་གཉིས་ཀ་གུན་དག་ཡིན་དེ་དང་ཡོངས་གྲུབ་ངོ་གཞན་དུ་བརྗོད་དུ་མེད། ཨོ་དེ་འདྲ་གསུངས་འདུག་གཞིས་ཆགས་དཀོན་མཆོག་མཛོད་ཡིན་ན་རེད། རྗེ་བཙུན་ཏཱ་ར་ནཱ་ཐ་གི་ཐག་མཆོག་དབུ་མའི་ཟིན་བྲིས་དེ་གཉིས་ཀྱི་ནང་དུ་ཚིག་འདི་འདྲ་འདུག། འདི་དོན་དག་ག་རེ་གསུང་གི་འདུག་ལབ་ན་གུན་བརྟག་དང་གཞན་དབང་གཉིས་ཀ་གུན་བརྟག་རེད་ཟེར། དེ་ལ་དོན་དག་འདྲ་བོ་ག་འདྲ་ཅིག་གསུང་གི་འདུག་ལབ་པ་ཡིན་ན་གུན་བརྟག་མདོ་བསགས་ཀྱི་གཞི་དེ་གཞན་དབང་རེད་ཟེར་གཅིག་དེ་བྱས། གཉིས་ནི། གུན་བརྟག་དེ་ཀུན་རྫོབ་བདེན་པ་ཙམ་དུ་ཡང་མ་གྲུབ་ཟེར་ཀུན་རྫོབ་ཏུ་ཡང་མ་གྲབས་ཟེར། བདེན་པ་གཉིས་གང་ཡང་མ་རེད་ཟེར་གསུང་འདུག་དེ་ནས། གཞན་དབང་དེ་བདེན་པ་གཉིས་ཀྱི་ནང་ནས་ཀུན་རྫོབ་བདེན་པ་རེད་ད། ཡིན་ན་ཡང་དོན་དམ་པར་མ་གྲུབ། བདེན་པར་མ་གྲུབ། ཡིན་པ་ཡིན་ཙང་ཆོས་ཉིད་ཡོངས་གྲུབ་ཀྱི་ལྡོག་ཕྱོགས་རེད་ཟེར་གྱི་ཡོད་ད། ཆོས་ཉིད་ཡོངས་གྲུབ་ཀྱི་ལྡོག་ཕྱོགས་ཡིན་ཙང་དེ་གཉིས་ཀ་ཀུན་བརྟགས་རེད། གཞན་དབང་དང་ཀུན་བརྟགས་གཉིས་ཀ་ཀུན་བརྟགས་ལ་བཞག་པ་ཡིན་ན་མཚན་ཉིད་གསུམ་དེ་མཚན་ཉིད་གཉིས་ཀྱི་ནང་དུ་འདུ་གི་རེད། ལས་དེ་འོས་རོགས་ཀུན་བརྟགས་དང་ཡོངས་གྲུབ་གཉིས་གཅིག་པུ་ནང་དུ་འདུག་གི་རེད། ག་རེ་ལབ་ན་གཞན་དབང་དེ་ཀུན་བརྟགས་རེད། ཨོ་དེ་འདྲ་གཅིག་གསུངས་འདུག་འདིའི་གསུངས་ཚུལ་འདི་ཐུན་མོང་མ་ཡིན་པ་གཅིག་རེད་འདུག་ཨ་ནི་འགྲེལ་བཤད་ཞིབ་ཚགས་བརྒྱབ་བཞིན་གི་མི་འདུག་དེ་ནི་དེ་དང་ཡོངས་གྲུབ་ངོ་བོ་གཞན་དུ་བརྗོད་དུ་མེད། སྤྱིར་ན་སེམས་ཙམ་པའི་ལུགས་ལ་ཡང་ཡོངས་གྲུབ་དང་གཞན་དབང་གཉིས་ངོ་བོ་ཐ་དད་མ་རེད་ངོ་བོ་གཅིག་པ་རེད་ཟེར་ལབ་གི་རེད། སྐབས་འདི་ལ། མཚན་ཉིད་གསུམ་དེ་ངོ་བོ་གཅིག་དང་ཐ་དད་གང་དུ་ཡང་བརྗོད་དུ་མེད། འོ་དེ་གསུང་གི་འདུག་ངོ་བོ་གཅིག་རེད་ཅེས་ནས་ཀྱང་ལབ་ཐུབ་གི་མ་རེད། ངོ་བོ་ཐ་དད་རེད་ཅེས་ནས་ཀྱང་ལབ་ཐུབ་གི་མ་རེད། སེམས་ཙམ་པའི་ལུགས་གཞིར་བཞག་པ་ཡིན་ན། གཞན་དབང་ཡོངས་གྲུབ་ཀུན་བརྟགས་གསུམ་ག་དེ་ངོ་བོ་གཅིག་པ་རེད། ལྷག་པར་དུ་ཡོངས་གྲུབ་དེ་གཞན་དབང་གི་གནས་ལུགས་མཐར་ཐུག་འོ་དེ་རེད་བསྡད་ཡོད་པ་རེད། འོ་དེ་འདྲ་གཅིག་ཤོད་ཀྱི་ཡིན། ད་ནི་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཞིག་ནས་མཚམས་བཞག་རྒྱུ་ཆེས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།